ཀྱི་ཆེས་ཟབ་མོ་ཡིན་པ། ཡང་ན་དང་དང་ནི་ཐེག་ཆེན་གྱི་གསང་བའི་གནད་དེ་གི་དེ་ཚང་མ་ལོགས་ད་ལྟ་དེ་གཞུང་ཆུང་ཆུང་འདིའི་ནང་ལོགས་ལ་ཡང་བསྡུས་བྱས་ནས་བསྟན་གནང་ཡོད་པ་རེད། དེ་འདྲ་ཡིན་དུས་ཙར་ནི་ཚིག་དང་ཡི་གེ་གཅིག་གི་ནང་ལོགས་ལ་ཡིན་པའི་ནས་བརྗོད་བྱ་དང་རྗོད་བྱེད་མཐའ་ཡས་པ་ཅིག་འདུས་ཡོད་པ་རེད། ད་ཡིན་ན་ཡང་བློ་ཕམ་པ་ཅིག་ལ་ཡང་ལྷོ་བན་དབྱིན་གཉིས་ཀྱི་ཚིགས་བཅད་དེ་མཛད

ཟླ་སུམ་ཅུ་པའི་རྗེས་ཁོ་རང་གི་གཞུང་དེ་གི་དགོངས་དོན་དེ་ཧ་ཅང་གི་གྲ་རྒྱས་པོ་ཕུན་སུམ་ཚོགས་པོ་ཞིག་བོད་ཡོག་རེད། ད་རྙོག་གྲ་ཚ་པོ་ཞིག་གྲ་ཡོག་རེད། དེ་འདྲའི་ཡིན་དུས་ས་ནས་ལས་དང་པོ་པའམ་སྤྱི་བཏང་གི་ཅིག་དཔེ་ཆ་སློབ་གཉེར་བྱེད་མཁན་ཅིག་ད་ང་ཚོ་འདྲ་པོ་ཅིག་ལ་ཡིན་པས་ན་འབྲེལ་པ་གསལ་པོ་གཅིག་མེད་པ་ཡིན་ན་རྩ་ཚིག་གཅིག་པུ་ལ་བརྟེན་བྱས་ནས་ནི་སུམ་ཅུ་པའི་གཞུང་གི་དགོངས་པ་རྟོགས་ཡ་དང་སུམ་ཅུ་པའི་སྐད་ཅིག་གཞུང་གི་ཟབ་དོན་རྟོགས་ཡ་དེ་ཤིན་ཏུ་དཀའ་བའི་ཁ་བ་ཆགས་ཏེ་ཡོད་པ་རེད། དེ་འདྲའི་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ནི་ཕྱིས་སུ་རྒྱ་གར་འཕགས་པའི་ཡུལ་ལ་ཡང་མཁས་པ་མང་པོ་ཅིག་གིས་སུམ་ཅུ་པའི་གི་རྩ་ཚིག་ལ་ཡང་འགྲེལ་བཤད་སྐྱོན་བྱས་ནས་ནི་འགྲེལ་སྒྲིག་མང་པོ་ཞུ་ཅིག་མཛད་ཡོད་པ་རེད། ད་དེ་གི་སུམ་ཅུ་པ་བྱུང་ཚུལ་རོབ་ཙེར་ཞུས་པས་ན་དེ་འདྲ་ཅི་རེད་བཤད། ད་དེ་ནས་གསུང་རྒྱུན་གཞན་དག་ཅིག་ལ་ག་ར་འདུག་བ་སི་ལབ་ཡིན་ན། ཡང་སྐབས་དེ་དུས་ས་ན་འགྲེལ་པ་མཛད་མཁན་ཨམ། བསྟན་བཅོས་མཁན་པོ་ཉི་ཤུ་རྩ་བརྒྱད་བྱུང་བ་རེད། ཁོ་ན་ཚོས་ཀི་ཨིན་སུམ་ཅུ་པ་ལ་ཡང།

འགྲེལ་པ་མཛེས་རྒྱན་སུམ་ཅུ་སོ་བཞིའི་དབང་དུ་བཏང་ན་ཡང་འདྲ་ཡང་ན་ཉི་ཤུ་རྩ་བརྒྱད་ཀྱི་དབང་དུ་བཏང་ན་ཡང་འདྲ། འགྲེལ་པ་མཛེས་རྒྱན་མང་པོ་ཞིག་བྱུང་ཡོད་རེད་དེ་དེ་ཚུལ་གྱིས་སུམ་ཅུ་པའི་གི་དགོངས་དོན་ངོ་མ་དེ་ཆ་ཚང་བ་ཞིག་བསྟན་ཐུབ་ཡོད་མ་རེད།

རྩ་ཚིག་གི་དགོངས་དོན་དང་མཐུན་པའི་གི་འགྲེལ་པ་བཟང་པོ་དེ་འདྲ་ད་ཙམ་གནང་ཡོང་བ་རེད། ད་དེ་འདྲ་བོའི་གི་འགྲེལ་པ་མཛད་མཁན་གི་མཁན་པོ་བཅུ་དེ་ག་རེ་རེད་ཞུས་པའི་ན་ཨ་ན་ཉིན་ངས་ཞུས་པའི་མ་འགྲེལ་མཛད་གི་མཁན་པོ་བཅུ་ཟེར་བ་དེ་དེ་ཡིན་པ་རེད། ད་དེ་ག་རེ་ག་རེ་རེད་ཞུས་པའི་ན་ཨ་ནི་དཔག་གི་རྩ་ལགས་ཟེར་བ་གཅིག་བྱས་ཨེ་ན་ལྷོ་བོད་མན་ཆད་ཞུས་བ་གཅིག་བྱས། ཡོན་ཏན་བློ་གྲོས་ཞུས་བ་གཅིག་བྱས་ཨེ་ན་ཆོས་སྐྱོང་ཞུས་བ་བྱས། བྱོལ་སྐྱོང་བྱས་དེ་ནས་བློ་གྲོས་བརྟན་པ་བྱས། དག་པའི་འདའ་བ་ཟ་ཅིག་བྱས་དེ་ནས་རྒྱ་བའི་བུ་ཟ་ཅིག། ཡེ་ཤེས་འདའ་བ་ཞུ་ཡ་ཅིག། དགའ་བོ་ཞུ་ཡ་ཅིག་ཁྱད་པར་བཤེས་གཉེན་ཞུ་ཡ་ཅིག་བྱས་བྱས་ད་མདོར་ན་བསྟན་བཅོས་མཁན་པོ་བཅུ། ན་ནིང་ཡེ་ཤུའི་དཔོན་པོ་ཨོ་ད་དེ་གི་དེ་ཆགས་རེད། ཁོང་རྣམ་པ་ཚོས་ཀྱི་སུམ་ཅུ་པའི་གི་ད་རང་རང་སོ་སོའི་གི་སུམ་ཅུ་པའི་འགྲེལ་པ་མཛད་འདུག་བ། ཏེ་སུམ་ཅུ་པའི་འགྲེལ་པ་དེ་ཚོ་ལ་ཡང་གཏམ་མང་ཉུང་རུབ་དེ་ག་ཚོད་ཡོད་རེད་ཟེར་ཤོ་ལོ་ཀ་གྲངས་མང་ཉུང་ག་ཚོད་ཡོད་རེད་ཞུས་པས་ན་ཨ་ནི་བམ་པོ་བཅུ་ཡོད་རེད་ཟེར། བམ་པོ་བམ་པོ་བཅུ་ཡོད་པ་ཨ། བམ་པོ་བཅུ་ཡོད་པ་རེ་རེ་མཛད་པ་རེད་ཟེར་སློབ་དཔོན་རེ་རེ་གིས་བམ་པོ་བཅུ་ཡོད་མགྱོགས་ཀྱི་འགྲེལ་པ་རེ་རེ་རེ་མཛད་པ་རེད་ཟེར། ད་དེ་གའི་དེ་ཚང་མ་ལོ་ཕྱོགས་གཅིག་ཏུ་བསྡོམས་བཞག་པ་ཡིན་ན། ཨ་ནི་བམ་པོ་བརྒྱ་ཕྱག་འགྲོ་སྐོར་བ་གར་སོང་སློབ་དཔོན་བཅུ་ཡོད་པ་ཆེད་རེ་རེ་གི་བམ་པོ་བཅུ་ཡོད་ཡོད་ཀྱི་འགྲེལ་པ་རེ་རེ་མཛད་པ་ཡིན་དུས་དེ་གའི་དེའི་འགྲེལ་པ་ཚང་མ་ལ་ཕྱོགས་གཅིག་ཏུ་བསྡོམས་བཞག་པ་ཡིན་ན་ཨ་ནི་བམ་པོ་བརྒྱ་ལྷག་ཟིན་ཟིན་འགྲོ་དགོས་བ་རེད། ད་གང་ལྟར། སུམ་ཅུ་པའི་གི་འགྲེལ་པ་བརྩམས་མཁན་རྒྱ་གར་འཕགས་པའི་ཡུལ་ལ་མང་པོ་ཅིག་བྱུང་པའི་ནང་ལོགས་ནས་ད་སྐད་གྲགས་ཆེ་ཤོས་རེ་བོ་དེ་ཨ་ནི་འགྲེལ་མཛད་ཀྱི་མཁན་པོ་བཅུ་ཡིས་མཛད་པའི་གི་འགྲེལ་པ་བཅུ་བ་འདི་ཆགས་བསྡད་ཡོད་བ་རེད།

རྟ་མང་བྱས་དེ་གིས་སློབ་དཔོན་ཆོས་སྐྱོང་གིས་མཛད་པའི་འགྲེལ་པ་དེ་ཡག་ཤོས་ལོ་ཅི་ནའང་ཟེར་གྱི་ཡོད་ས་རེད། སློབ་དཔོན་ཆོས་སྐྱོང་གིས་སུམ་ཅུ་པའི་འགྲེལ་པ་དེ་ག་འདྲས་བརྩམས་གནང་བ་རེད་ཅེས་ཅེས་དྲི་བ་དེ་བསླངས་པ་ཡིན་ན། སློབ་དཔོན་ཆོས་སྐྱོང་དགུང་ལོ་ཉི་ཤུ་རྩ་དགུ་ལ་ཕེབས་པའི་སྐབས་ལ་ཡང་ཨ་ནི་ཁོ་བའི་ཆོས་ལ་ཡང་ངེས་པར་འབྱུང་བྱས། ད་བར་གྱི་རབ་ཏུ་བྱུང་བའི་སོར་སྣང་སྨད་འགྲོ། གང་ལྟར་འཁོར་བའི་ཆོས་ལ་ངེས་པར་འབྱུང་བྱས་ནས། ཨ་ནི་བྱང་ཆུབ་ཀྱི་ཤིང་དྲུང་ལ་ཡང་ཞུགས་ཕྱིན། ཨ་ནི་བསམ་གཏན་ཏིང་ངེ་འཛིན་ལ་ཡང་སྙོམས་པར་ཞུགས་ནས་ད་གང་ལྟར་བསམ་གཏན་བསྒོམས་ནས་ཏིང་ངེ་འཛིན་གཙོ་བོ་ཏིང་ངེ་འཛིན་བསྒོམ་ཡང། དེའི་ཉམས་ལེན་གཙོ་བོ་སྣང་ཡིན་པ་འདྲ། གང་ལྟར་འདི་འདྲའི་བྱས་བྱས་ལོ་གསུམ་གྱི་རིང་ལ་ཡང་ཨ་ནི་གཅིག། བསམ་གཏན་དང་ཏིང་ངེ་འཛིན་ལ་ཡང་སྙོམས་པར་ཞུགས་ཟིན་རེ་གི་ཉམས་ལེན་གནང་བ་རེད། ད་ཁོང་བསམ་གཏན་གྱི་བསམ་གཏན་ལ་ཞུགས་པའི་གི་མཐུན་པར་ལ་ཡང་ད་མཐུན་ལ་ཡང་ཁོ་བསམ་གཏན་ལ་ཞུགས་འགྲོ་ལ་ཡང་མཐུན་གི་བར་གསེང་ལ་དེ་བཟོའི་ནང་ལོགས་ལ་ཡང་ཨ་ནི་སེམས་ཙམ་སུམ་ཅུ་པའི་གི་འགྲེལ་པ་དེ་མཛད་པ་རེད། ད་སྐབས་འདི་ལ་ཡང་སློབ་དཔོན་གུས་སྐྱིད་ཀྱིས། སློབ་དཔོན་ཆོས་སྐྱོང་ལ་ཡང་པའི་འདེང་འཇོག་དང་བསྟོད་བསྔགས་ཆེན་པོ་ཞེ་དྲག་གནང་ཞིང། རྒྱ་ཡིག་དེའི་ནང་ལོགས་ནས། པའི་སློབ་དཔོན་ཆོས་སྐྱོང་ཟེར་བ་དེ་དཔེ་མི་སྲིད་པའི་ད་ག་ནས་ར་ག་ཞོལ་གྱི་ཅིག་ཙག་ཆེན་པོ་དང་ནི་པའི་ཕུལ་དུ་བྱུང་ཞིབ་ཅིག་ཡིན་པ་དེ་འདྲས་ཀྱི་ཅིག་འདེང་འཇོག་དང་བསྟོད་བསྔགས་ཞིབ་གནང་ཞག་ཡིན་ན་དེ་ཞིབ་ཕྲ་ཞུ་མུ་གོ་བྱས། མདོར་བསྡུས་པ་ཡིན་ན་སློབ་དཔོན་གུས་སྐྱིད་ཀྱིས་ག་རེ་གསུངས་འདུག་ཟེར་ན། ད་ལྟ་སློབ་དཔོན་ཆོས་སྐྱོང་གིས་མཛད་བཞག་པའི་དགེ་སུམ་ཅུ་པའི་འགྲེལ་པ་དེ། ཚིག་སྦྱོར་གྱི་ཐད་ནས་ཡིན་ནའང་འདྲ་བརྗོད་པའི་ཆ་ནས་ཡིན་ནའང་འདྲ། ད་དག་ན་བཞིན་གནས་ལུགས་དང་འགྲེལ་བཤད་གནང་ཚུལ་དང། དག་ན་བཞིན་གྱི་མཁྱེན་དཔྱོད་ཀྱི་ཆ་ནས་ཡིན་ནའང་འདྲ་མདོར་ན་ཕྱོགས་གང་ཅིའི་ཐད་ནས་བརྗོད་བྱ་དང་རྗོད་བྱེད་ལ་སོགས་པ་ཕྱོགས་གང་ཅིའི་ཐོག་ནས་ད་འདི་འདྲ་ཡོད་ཀྱི་འགྲེལ་པ་འདི་འགྲེལ་ཅིང་འཇིག་རྟེན་ལ་བས་རྙེད་པར་དཀའ་བ་རེད། འགྲེལ་པའི་གི་ཚིག། རེ་རེས་ཀྱང་ཨ་ན་ཅིག་ལྟ་བ་ངན་པ་ཟློག་ནུས་པ་འཛིན་པ་ཟློག་ནུས་པ་དེ་འདྲ་ཅིག་རེད་བཞག། ཚིགས་སུ་བཅད་པ་ཕྱེད་ཙམ་ཕྱེད་ཀ་ཅིག་མ་གཏོགས་མེད་པ་ཡིན་ན་དེ་གི་པའི་གར་རོལ་སྔར་གྱི་སྔར་གྱི་ལྟ་གྲུབ་ལ་ཡང་འདོད་པ་མི་མཐུན་པ་ཡོད་པ་རྩོད་པ་ཡོད་པ་དེ་གི་དེ་ཞི་བར་ནུས་པ་དེ་འདྲ་ཅིག་གི་ཁྱད་ཆོས་ཡོད་བསྡད་པ་ཅིག་རེད་བཞག།

ད་ལྟ་ང་ཚོས་མཇལ་ཡ་ཡོད་པ། འདྲེས་པ་ཁོ་རང་གཅིག་མ་དཔེ་ཆ་ཚང་བ་འབྱོར་པ། མ་དཔེ་ཀྱི་དཔེ་རྒྱུན་ངོ་མ་དེ་ཆད་ཟིན་པར་ད་ལྟ་ང་ཚོས་མཇལ་ཡ་ཡོད་པ་རེད། ད་ད་ལྟ་ང་ཚོའི་གི་སློབ་དཔོན་ཆོས་སྐྱོང་གི་ཨེ་ད། གར་ཧྲུའེ་གྱི་འདྲེས་པ་དང་འབྲེལ་ཡོད་ཀྱི་ནང་དོན་དེ་ཚོ་ག་འདྲེས་བྱེད་ཅེས་ང་ཚོས་ཤེས་ཐུབ་ཡོད་རེད་ལབ་ཡིན་ན། ད་ལྟ་ང་ཚོས་ཅིག་འགྲེལ་པ་དེའི་ནང་གི་ནང་དོན་མཇལ་ཡག་ཡོད་པ་ཏོས་ཅིག་ཧ་གོ་ཡག་ཡོད་པའི་གི་སྐལ་བ་བཟང་པོ་དེ་ག་འདྲས་བྱུང་པ་རེད་ཟེར་ལབ་ཡིན་ན། དེ་སློབ་དཔོན་ཞོན་ཙང་གིས་ཕྱུགས་བསྒྲིགས་མཛད་པའི་གི་རྣམ་རིག་ཙམ་དུ་གྲུབ་པའི་བསྟན་བཅོས་ཟེར་ཡག་འོ་ད་དེའི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། རྒྱུ་མཚན་ག་རེ་རེད་ཟེར་ལབ་ཡིན་ན།

ད་རྣམ་རིག་ཙམ་དུ་འཁྲུལ་པའི་བསྟན་བཅོས་ཟེར་ཡ་དེ་ག་འདྲས་བྱུང་བ་རེད་ལབ་ཡིན་ན་ད་དེ་རྗེས་ལ་ཡང་ང་ཚོས་ཞུ་གི་ཡིན་ནས་གམ་རྗེས་ལ་ཡང་ང་ཚོས་དེའི་ཐོག་ལ་ཡང་ཞུ་རྒྱུ་བྱེད་རོགས།